དེའི་སྐབས་སུ་ལ་ཡ་ཤི་རི་མི་དམངས་ཀྱི་དཔེ་ཤ་བལྟས་སུ་ཡོད་རེད། ང་ཚོ་ཕ་ཡུལ་ས་གནས་ཀྱི་དེ་ལ་ཅིག་ལྟ་ཅི་མི་སྙམ་པ་དེ་ག་རེ་དཔེ་ཤ་བལྟས་ཤ་ཡོད་དེ་བུ་མོ་གཅིག་དང་ག་ཚོད་སྟོང་ཕྲག་དྲུག་ཅུ་བདུན་ཅུ་ཅི་ཡོད་རེད་ད། འོ་དེ་ཡི་གར་བྱས་རེད་ཟེར་ན་ཁོ་ཚོའི་གི་ད་གཙོ་ཆེ་ཤོས་ཚེ་རིང་སི་ཏན་དང་པི་རེད་གང་ཟག་གང་ཟག་ལྷས་ཚེ་ཟླ་བ་ཚེ་རིང་བྱས་འདུག། མིང་བཏོན་བྱས་ནས་མིའི་བཅུ་བཞི་མིང་བཏོན་ནས་དུག་སེལ་བྱས་ནས་ཡིག་གྲངས་ལྔ་སྤྲོ་བ་རེད་གོམ་པ་བཅུ། བཅུ་བསྟུན་ལ་སྤྲད་པ་རེད་གོར་མོ་སྟོང་ཕྲག་ཉི་ཤུ་རྩེ་ལྔ་རེད་མོར་ཉི་ཤུ་རྩེ་ལྔ། བཅོ་ལྔ། བདུན་ཕྲག་ཉི་ཤུ་སྤྲོ་བ་འདྲེ་སྤྲད་རེད། ད་དེ་དེ་ཁོང་ཚོས་ང། ང་དེབ་རེ་ཁུར་ནས་འགྲོ་ངས་ང་དེ་མ་ཕྱི་ལོག་འགྲོ་ཡང་ང་བས་དེ་དེབ་དེ་ཕར་འཕྲོ། ང་མ་བཏོན་པ་རེད་ཁོང་ཚོས་ཤི་སྟངས་གོ་རང་བཞིན་བཟང་མོ་ཁོང་ཚོ་གིས།

སྐབས་བཅོ་བརྒྱད་པའི་བྷི་མཱ་སྤྱི་འཐུས་ཀྱི་འོས་དེ་ཉིན་རྒྱབ་དུས་གཅིག་ལ་བླུག་བྱས་རྟགས་གང་དག་གྲུབ་འབྲས་ལེགས་གྲུབ་བྱུང་བ་ལ་གོ་བའི་རྟགས་གང་དག་འོས་ཀྱི་ཐོག་ནས་ས་ཆ་སུ་ནས་སུ་ཐོབ་ཡོད་ལུང་ཚན་སུ་ནས་སུ་ཐོབ་ཡོད་གང་དག་རྟགས་ག་གང་ཙམ་གྱི་གཙང་མ་ཆགས་ཚར་བའི་དུས་ཚོད་ཅིག་རེད། ཐ་ན་ཞེས་སྔོན་འགྲོའི་གི་འོས་བླུག་པའི་སྐབས་སུ་རྟགས་ངའི་རྩ་བའི་བ་ཡུལ་གྱི་འོས་དེ་ག་འདྲས་ཡིན་ན་དབུས་འོས་བསྡུ་ལྷན་ཁང་རེད་ད་བོད་མི་སྒྲིག་འཛུགས་བོད་གཞུང་གི་ནས་འདི་གང་ལ་ད་ལོ་ཐབས་ཤིས་ག་འདྲ་བྱོས་ན་ད་དེ་འདྲ་གི་ཐོག་ནས་སོ་སོས་ནས་རེ་སྒུག་བྱས་ནས་བསྡད་པ་ཡིན་ནས་འོས་བླུག་གི་ཡོད་རེད་མ་རེད་བླུག་ཡ་རེད་མ་རེད་གང་ཡང་གོ་ཡ་མི་འདུག་མཐའ་མའི་འོས་བླུག་ག་ལ་མོ་བསྡད་ཡ་ནས་བ་ཡུལ་ཆོས་འབྱོར་ལ་བླུག་ཡ་མེད་པའི་ཐག་གཅོད་བྱུང་བ་རེད་ད་དེ་དེ་སྐབས་སུ་འོས་ཀྱི་ཞག་ངན་ཡིན་ན་རེད་བླུག་ངན་ཡིན་ན་རེད་འོས་བསྡུ་འགན་འཛིན་དང་འོས་བསྡུ་ཚོགས་ཆུང་ཡིན་ན་རེད་ད་གང་ཟག་སུས་ཀྱི་ནུས་འདུག་ཤོག་ཡོད་པ་ཡིན་ན། ཏུ། ནག་ཉེས་ཆེན་པོ་གཅིག་གི་ཐོག་ནས་གང་དག་གདམ་བྱ་འདེམས་བྱེད་དེ་འཕྲོ་བ་རེད་ཟེར་ན་ད་དེ་འདྲ་གི་གནས་ཚུལ་གཅིག་གི་ཐོག་ནས་མཆོད་འཇོར་གྱི་ས་གནས་མི་མང་འོས་བླུ་ཡ་ཡོད་མ་རེད་དེ་མིན་གྱི་སྤོག་ར། འཕགས་ཤིང། ཇའུ་ལ་ཁེལ་ད་དེ་ཚོ་བླུ་ཡ་ཡོད་པའི་གནས་ཚུལ་གཅིག་རེད་དེ་བྱས་ནས་ད་སོ་སོའི་འོས་བསྡུ་ལྷན་ཁང་གི་ཐག་གཅོད་དེ་ལ། ཁོང་རྣམ་པ་དངོས་གནས་ད་བོད་གཞུང་གི་གཞུང་ཞབས་བགྲེས་པ། སྤྱི་འཐུས་བགྲེས་པ། ད་གནད་ཡོད་མི་སྣ་ཆོལ་ཁ་གསུམ་གྱི་མི་ཡོད་བསྡད་པའི་ཚོགས་ཆུང་ཅིག་རེད་བསྡད་ཤག་ད་ཁོང་རྣམ་པས་སྡིག་པ་མིག་བཙུམ་གྱི་ལས་ཀ་དེ་འདྲ་གང་ཡང་བྱས་ཡོད་ཀྱི་མ་རེད་དངོས་གནས་ནག་ཉེས་པ་ཅིག་མཐོང་བྱས་ནི་ཁོ་དེ་འདྲས་ཀྱི་ཐག་གཅོད་ཅིག་ཡིན་གྱི་རེད་བསམ་བྱས་གང་ཡང་ཞུ་རྒྱུ་མ་བྱུང། ཡོང་ནི་ངས་ཞུས་པ་དེ་ག་རེ་ཞུས་པ་ཡིན་ན་ན་དེའི་སྐབས་སུ་དར་ནག་གི་སྐད་ཞི་བ་ཅིག་རྒྱབ་ཀྱི་འདུག་ཁྲིམས་ལ་གཏུགས་རེད་ལབ་དེ་ངས་དགྲ་བོ་དམངས་གཙོ་གི་ཐོབ་ཐང་འཕྲོག་པ་རེད་ལབ་ངས་སོ་དགྲ་བོ་གཅིག་བཤད་དེ་བཞག་ངས་དུས་དུས་ཚོགས་པ་གཅིག་ནང་བཤད་པ་ཡིན་འདི་རྒྱབ་ལྗོངས་གཅིག་ཡོད་སར་དྭགས་ད་འདི་དར་ནག་གི་སྡུག་སྐད་ཞིབ་གཅིག་རྒྱབ་གི་འདུག་འདི་ལ་དགོས་པ་རྒྱུ་མཚན་གཅིག་ཡོད་ས་རེད་དྭགས་འོས་བསྡུ་ལྷན་ཁང་གས་དུས་ཆད་པ་བཅད་བཞག་པ་ཡིན་ས་མ་རེད་ཁོ་ཚོ་གི་འདིའི་དབང་ལས་གཡོ་རྒྱུའི་ཁྲམ་གསུམ་གཅིག་ཡོད་ས་རེད་གཞན་ཙག་རྒན་ང་རང་ཚོ་མི་མང་དཀྱུས་མ། ལྷག་བསམ་རྣམ་དག་ཐོག་ལ། ཕྱག་ལས་གནང་དེ་ངས་དགོངས་པ་བཞེས་དེ་ངས་དེ་ཚོ་འདིའི་དང་འབྲེལ་བའི་ཐོག་ནས་བསམ་ཚུལ་གང་ཡང་མ་ཤེས་ན་ཡག་ས་རེད་མ་གཏོགས། སང་ཉིན་གོ་གོ་བོ་ལ་འཚུ་ཡས་ཀྱི་ཉེན་ཁ་ཅིག་ཡོད་བསྡད་པ་རེད་དེ་ཤ་ཁོ་ཚོས་ཀྱི་ཟིང་རྒྱབ་སྟངས་དེ་དང་རྙོག་དྲ་བཟོས་སྟངས་དེ་ལ་བལྟས་ན། དམིགས་ཡུལ་ཆེན་པོ་ཅིག་ཡོད་པ་དེ་གསལ་བོ་རེད་ཤ་ལྷན་ཞུ་མྱོང་ཡོད་དངོས་གནས།

དེ་མ་གཏོགས་ཞི་དྲག་མཁས་པ་ཟོལ་མེད་ན་ད་གང་ལྟར་མདོ་སྟོད་མིའི་བཅུ་ནི་མདོ་སྟོད་ཀྱི་མིའི་ཀླད་ཡོང་གི་རེད་མདོ་སྨད་མིའི་བཅུ་ནི་མདོ་སྨད་མིའི་བཅུ་ཀླད་ཡོང་གི་རེད་དབུས་གཙང་གི་མིའི་བཅུ་ནི་དབུས་གཙང་གི་མིའི་བཅུ་ཀླད་ཡོང་གི་རེད་མ་གཏོགས་དེའི་སྨན་པས་གླུ་ཡ་མ་རག་བ་བྱས་ཅག་གཞན་པ་གཅིག་ནི་འཛུལ་ཡོང་གི་མ་རེད་བ། ད་ཆོས་རྒྱུད་ཀྱི་སྤྱི་འཐུས་ཐོག་ནས་བོད་ཡུལ་གྱི་ཆོས་ལྡན་ཉེ་འགྲམ་ཡ་རྩ་བའི་དགེ་ལུགས་དགོན་པ་གཉིས་གསུམ་བྱས་ཡོད་བསྡད་ཡ་བ་རེད་ད་འདི་ནས་ད་ལྟ་གདན་ས་སེ་འབྲས་དགའ་གསུམ་གྱི་ཀླུ་ཞབས་པའི་འོས་ལ་ཁ་བརྡ་བྱས་ཡ་མ་རེད་དེ་ནས་ས་སྐྱ་དགོན་པ་གསུམ་བཞི་བྱས་ཡོད་རེད། བཀའ་རྒྱུད་ཀྱི་དགོན་པ་གསུམ་བཞི་ཅི་ཡོད་རེད་རྙིང་མའི་དགོན་པ་གཉིས་གསུམ་བརྗེས་ན་ད་དེ་འདྲས་ཅི་ཡོད་རེད་ད་དེ་ཚོ་ནི་མང་ཆེ་ཁམས་སྔོ་ཕྱོགས་ཀྱི་དགོན་པའི་ཡན་ལག་གི་ད་དེ་ཆགས་བསྡད་པ་དེ་འདྲས་སྐྱེལ་མཁན་རེད་དེའི་ནང་ལོགས་ལ་ད་གྲྭ་བ་ཡོད་པ་ཚང་མ་ནི་ཁམས་པའི་གྲྭ་པ་རེད་ད་དེ་འདྲས་ཀྱི་ཐོག་ནས་ནི་ཡང་ཆབ་སྲིད་ཀྱི་སྟངས་མེད་འགྲོ་བསམ་ནས་ད་ཁོ་ཚོ་ལ་འོས་ཀྱི་གླུ་བས་དེ་གོ་སྐབས་དེ་མ་སྤྲད་པ་བྱས་བྱས་ཨ་སྲིད་ཇུས་དེ་འདྲས་ཅིག་མེད་འགྲོ་བསམ་ནས་ང་ད་དེ་འདྲས་ཅིག་དོགས་པ་ཅིག་འཁོར་སོང་ནས་ད་དེ་གལ་རེད་མ་རེད་ཟེར་གལ་ཞུ་རྒྱུ་མ་བྱུང་རེད་པ། གནས་སྟབས་དེ་རིང་ཡང་ལྕགས་གློ་བུར་དུ་བ་ཡུལ་འོས་བླུག་ཡ་རེད་ལབ་ཡོང་དུས་ད་ག་རེ་ཡིན་ན་བསམ་སོང་ངོ་ནས། འོས་བླུག་བྱ་གྲུབ་འབྲས་དོན་བྱ་ལུང་ཚན་སུ་སུ་སུ་གི་མི་སུ་གང་ལ་སླེ་ཡོད་སུ་བག་ལ་ཚ་ཡོད་ད་ག་རེ་ཡིན་མི་ཚང་མ་ཤིང་ཚ་བའི་རྒྱུད་ལ། ཤུ་ནིའི་འོས་དེ་ཡང་ལྕགས་མགོ་ནས་བླུག་ཡ་རྒྱུ་གོ་སྐབས་ཅིག་སྤྲད་ཡོང་དུས་ག་འདྲ་བྱས་ན་བསམ་སོང། དངོས་འབྲུ་བླུག་ནས་དངོས་གཞི་པ་ར་ལ་དུས་ཚོད་དེ་འདྲ་ཅིག་གཏོང་པ་ཡོད་རེད། ཐང་ན་ཤེས་སྤྱི་མཐུས་གྲོས་ཚོགས་ནང་ལོག་ལ་འོས་བླུ་སྟངས་དེ་ཚགས་ཚུད་པོ་ཅིག་གྲུག་གི་མི་འདུག་དྲང་པོ་ཅིག་ཡོང་གི་མི་འདུག་འདི་སྒང་ལ་དབུས་འོས་བསྡུ་ལྷན་ཁང་གི་སྟངས་འཛིན་དང་གཅིག་ཁ་ལོ་ཟིག་ཏོག་དེ་གནང་སྒུག་འདུག་ཟེར་ལབ་ཀྱི་སྤྱི་མཐུས་རྣམ་པ་གི་བསམ་ཚུལ་དང་དགོངས་ཚུལ་གྲོས་ཚོགས་ནང་ཕེབས་པ་རེད་དེ་ཕེབས་པའི་རྗེས་ལས་ན་དུས་ཚོད་ག་ལ་གང་འཚམས་ཡོད་པ་རེད་དངོས་གནས་ཐབས་ཅི་ག་རེ་བྱས་ཡིན་ན་བྱས་ཀྱི་དུས་ཚོད་ཡོད་པ་རེད་དེ་དེ་འོས་བསྡུ་སླེབས་ཀ་ལ་མོ་དེ་ཡི་ཉིན་ཞག་གཉིས་གོང་ལ་འོས་བསྡུ་ཐག་གཅོད་དེ་བྱས་ཅག་མ་བཀྲམ་ཡོང་པར་བ་དེ་དེ་འདྲ་བ་དུ་ག་རེ་བྱས་ནས་སྒུག་བསྡད་པ་རེད། ད་འོ་ན་ནུས་མཐུའི་ཤོར་ཡོད་ན་ག་འདྲེས་ཤོར་རོ་རེད། རེད་བ། ད་དེ་ནུས་མཐུ་དེ་ག་འདྲེས་ངོས་འཛིན་བྱེད་ཀྱི་ཡོད་རེད། འོ་ན་ད་ནུས་མཐུ་མེད་པ་ཡིན་ན་སྔོན་གྱི་ཐག་གཅོད་བྱས་བཞག་པ་དེ་ག་རེ་རེད། འོས་བསྡུའི་འགན་འཛིན་གྱིས་ཅི་བསམ་བསམ་ཅི་དྲན་དྲན་གང་བསམ་བསམ་བྱས་ནས་ཐག་གཅོད་བྱེད་ཕྱི་འཐེན་བྱེད་ཀྱི་ཡོད་རེད་བས་ག་འདྲེ་རེད། དེ་ཁན་གཙགས་པོ་གཅིག་ཚོགས་སོང་ང། ད་དེ་རིང་དུ་གསར་ཁང་ཁག་གི་བརྒྱུད་ནས་བོད་ཡུལ་ལ་ཡང་འཇའ་འོད་གླུ་བས་ཡོད་རེད་ཟེར་དུས་ཉིན་ག་རེ་རེད་ཅིག་བྱས་པ་ཡིན་ན་བསམ་སོང། ད་དར་ནག་གི་ཁྲིམས་གཏུག་ཡིན་གང་མི་མཛད་ཡིན་བཤད་དེ་དུས་ད་དར་ནག་གི་དབང་ཆ་ཆེན་པོ་རེད་དངོས་གནས་དར་ནག་དེང་སང་སྤྱི་ཚོགས་ནང་ལོག་ལ་ད་ག་རེ་ཡིན་ན་དར་ནག་དབང་ཆེན་པོ་རེད་བྱས་ཙང་གི་ད་དར་ནག་གི་བྱས་ཡོང་དུས་འོས་བསྡུ་འགན་འཛིན་ར་ཟེར་ན་ལུག་འདར་ལ་བས་ན་བཤད་ད་བེད་བྱས་ནའང་ད་ཅེར་ཅེར་མེད་དོ་ཁྲིམས་གཏུག་ཡིན་ལབ་ཡོང་དུས་ད་ངོ་མ་བོད་མི་མང་བཀའ་ཤག་ཁྲིམས་ལ་གཏུག་བྱས་སླེ་གོར་ལ་གྱར་བ་རེད་དེ་ནས་ད་འོས་བསྡུ་འགན་འཛིན་ཁྲིམས་ལ་གཏུག་བྱས་སླེ་གོར་མོ་ད་འདོད་མ་ཡིན་ནས་གཏན་ལ་མ་བཟོས་བཞག་པས་ན་དཔེ་གསར་བར་བ་ད་དེ་འདྲའི་ཞེ་སྣང་གི་ཐོག་ནས་ནི་བསམ་བློ་འགྱུར་བ་བཏང་བ་མིན་འགྲོ་ག་འདྲ་ཡིན་ན་བསམ་བློ་ནི་བསམ་བློ་བཏང་བའི་སྔོན་ནས་དེ་ག་རེ་བྱས་པ་ཡིན་ན་སེམས་ནི་ད་ཐག་གཅོད་ཚར་བ་རེད་སྔོན་ནས་ཐག་གཅོད་དེ་ཟླ་བ་གཉིས་གསུམ་རིང་བསམ་བློ་བཏང་བྱས་ཞིབ་འཇུག་བྱས་བྱས་ཐག་གཅོད་པ་རེད་ད་དུས་འདྲ་གཅིག་ནང་ལོགས་ལ། ཐག་བཅད་དེ་ཕྱི་འཐེན་བྱས་བྱ་བའི་གླུ་བཅུག་པ་རེད། འོས་བསྡུའི་སྒྲིག་གཞིའི་ནང་ལོགས་ཡ་དཀའ་ངལ་དུ་མ་གི་ཐོག་ནས་རྫ་དྲག་གནས་ཚུལ་ག་རེ་བྱུང་བས་ན་འོས་བསྡུ་དངོས་ལུགས་བྱས་ཆོག་གི་ཡོག་རེད་ད་ས་ཆ་གཞན་པ་ལ་ཚང་མ་ཟ་ཉི་མ་ད་ཁ་སང་ང་ཚོ་དུས་ཚོད་དེ་གློ་བུར་བ་ཡིན་ནས་ད་ས་ཆ་གཞན་པ་འདི་ནས་འགྲིག་གི་མིན་ན་ད་བོད་ཡུལ་ལས་ནས་སྔོན་མ་ཡིན་ན་ཟླ་བ་གཅིག་ཚ་ཉི་མ་བཅུ་བཅོ་ལྔ་སྔོན་ནས་བླུགས་བསྡད་ཡོད་མགོ་རེད་ཡིན་ནས་འོས་བསྡུའི་སྒྲིག་གཞིའི་ནང་ལོགས་ཡ། འོས་བླུག་བཅས་གྲུབ་འབྲས་ག་ལ་གང་འཚམ་ཐོན་ཚར་བའི་རྗེས་ལ་ས་ཆ་ཁག་ལ་གཞན་པ་ལ་འོས་བསྐྱར་དུ་བླུག་ཡ་ཡོད་པ་དེ་འདྲ་ཅིག་ཡོད་ན་མེད་ན་ག་འདྲ་ཡོད་ན། གང་ཡིན་ཟེར་ན་ང་ཚོའི་གི་མི་དེ་སུ་ཐོབ་ཀི་འདུག་སུ་ཐོབ་ཀི་མི་འདུག་སུ་ལ་བླུག་དགོས་ས་རེད་མ་རེད་ད་དེ་ང་ཚོ་ཧ་གོ་དགོས་རེད་པ། ད་དེ་འདྲ་བྱས་པ་ཡིན་ན་དྲང་པོ་ཏག་ཏག་དངོས་གནས་མ་རེད་འོས་བླུག་པ་ཡིན་ན་ཁོ་དྲང་པོ་མ་རེད། རེད་པ། དེ་འོས་མི་གཞང་དེ་འགའ་དེ་ཚོ་ཡ་ད། པད་ཁོ་རང་རྒྱལ་མཛད་པ་རེད་ལ་འོ་ར་ཆབ་སྲིད་ཞིབ་ཕྲ་བའི་རྣམ་པར་བར། དེ་ནི་ངའི་ཕ་ཆིང་ཅཱ་ད་ལྟ Radio Free Asia བོད་ཀྱི་དུས་བབ་ད་ཁོ་རང་བལ་གྱི་ད་ལྟའི་འོས་བསྡུ་ཡི་ཐོག་ནས་ད་གྲུབ་འབྲས་དེ་ཅིག་ཁོང་བཙན་བཤོལ་འདྲ་བོ་ཕྱོགས་སྒྲིག་ཡག་ཤོས་འདྲ་བོ་དེ་བྱས་གནང་གི་འདུག་བ་དེ་དེ་བལྟས་པ་ཡིན། ད་འདོད་དོན་ནི་དངོས་གནས་དེ་འདྲའི་འདྲ་བོ་ཞིག་རེད་ད་བཤད་ད། རྒྱུ་བ་ག་ཚད་མོ་ག་ཚད་བཏང་ན་ད་འདོད་འདོད་ཀྱི་མི་ཁོ་རང་ཚོ་ལས་དགོས་ཡ་མི་དང་པོ་ནས་བཅུ་གཉིས་བཅུ་གསུམ་བར་དུ་ཡོད་རེད་ད་འདི་ནང་ད་ག་རང་ཡ་མ་ཀོ་ར་རྒྱབ་འགྲོ་ཡ་རེད་དུ་མ་དུ་བ་ནས་སུ་གང་ཅི་ཡ་ལེ་བས་ད་གང་ནས་མ་ཚ་ཡ་ཁེ་ཅན་མཁན་མི་འདུག་ཨ་འདོད་མེད་ཡིན་ན་ད་ག་རང་ཡིན་ས་རེད་ད་ཁོ་རང་ཚོའི་མི་ད་ག་རང་སླེབས་ཏེ་ཤ་ཁོ་རང་ཚོ་གི་འདོད་པ་ཡིན་སོང་བ་ཡུལ་ལྷན་ནས་འདི་ལྷག་ཅིག་མ་ནི་ཡ་གང་ལ་བཏང་ཡོང་ཡ་ཁེ་ཡོད་ས་མ་རེད་བསམ་བསམ་བྱུང། ནས་ད་དབུས་གཙང་གི་དེ་བལྟས་ཡོང་དུས་མགོན་པོ་དོན་གྲུབ། ད་ད་ལྟ་དར་ནག་གི་སྡང་ཟུག་བྱེད་ས་གི་ཤུགས་ཆེ་ཤོས་ཀྱི་མགོན་པོ་དོན་གྲུབ། བོད་མི་མང་སྤྱི་འཐུས་ཚོགས་གཙོ་ཟུར་པ་པད་མ་བདེ་ལེགས། བོད་མི་མང་སྤྱི་འཐུས་ཤར་གླིང་ཟླ་སྒྲོན་ད་ཁོང་ཚོ་གི་སྐུམ་ཇེ་རེ་ཉིན་འདྲ་ཚོ་ཀོ་བར་ཅིག་ཅིག་མང་པོ་ཅིག་ལབ་བྱ་གང་ད་ཁ་ཚ་སྔོན་མ་ནས་མ་ཅིག་པས་གི་དེ་བྱས་དེ་གི་དུ་བ། ད་མགོན་པོ་དུད་འགྲོ་ཨང་བཅུ་པ་རེད་དོ། ད་མགོན་པོ་དུད་འགྲོ་ཨང་བཅུ་པ་ཡིན་དུས་ད་ཨང་བཅུ་པ་དེ་མ་སྤབས་ཡག་གི་ཆེད་དུ། ནི་བལ་ཡུལ་གྱི་འོད་དེ་བསླུས་པ་ཡིན་ན། ནི་ད་འདི་ནང་ལོ་ནི་མགོན་པོ་དུད་འགྲོ་མ་བསླུས་བ་བྱས་བྱས་དེ་འོག་མ་དེ་སུ་རེད་དོ་དེ་ཀྱང་ཀྱང་བསླུས་བཞག་པ་ཡིན་ན། དེ་འོག་མ་དེ་ད་འོག་མི་འོག་མ་དེ་ཀྱང་ཀྱང་བསླུས་བཞག་པ་ཡིན་ན་གཞན་པ་དེ་ཚོར་གང་ལ་ཡོད་པར་བ། ད་འདི་འདྲའི་གི་ཆབ་སྲིད་ཅིག་བཙས་མེད་འགྲོ་བསམ་ནས་ང་དོགས་པ་ཟ་བར་འོངས་ནས་དེ་གར་ཕྱིན་བྱིས་སྐོར་ད་འདི་འདྲའི། ཁོ་མང་མོས་ནས་བདམས་ཡོང་ན་བསྟན་གཡང་སྒང་ལ་སླེབས་ན་རེད་ཚེ་བརྟན་ཕུན་ཚོགས་སྒང་ལ་སླེབས་ན་རེད་ཁོ་ལྟ་བུའི་བློ་ནི་སླེབས་ཚར་ན་ཚར་བ་བྱེད་ཟེར་མཁན་ཡོད་མ་རེད་བ། ད་ཡིན་ནའི་མགོན་པོ་དོན་གྲུབ་སླེབས་ཡོང་དུས་ད་བཀག་ཡ་བྱས་བྱས་ཡང་བལ་ཡུལ་ལ་འོས་བླུག་ཡ་གི་གོ་སྐབས་དེ་སྤྲད་བྱས་ད་བླུག་བཅུག་འོ་རེད་བ། ཐ་ན་ཞེས་ཆུ་ཆོས་ཀྱི་སྤྱི་འཐུས་ནང་ལོགས་ནས་ད་རྙིང་མའི་སྤྱི་འཐུས་ནང་ལོགས་ནས་གཞན་པ་ཡུ་བ་བཏང་ཐུག་མར་ས་སྐྱ་བཏང་ཐུག་མར་བཀའ་རྒྱུད་བཏང་ཐུག་མར་དགེ་ལུགས་བཏང་ཐུག་མ་རེད། རྙིང་མའི་ངོ་ཅོག་ནས་ཤ་བ་རུས་གསུམ་གྱི་ཕ་གི།

ང་ཚོའི་བཙན་བྱོལ་ནང་ལོ་ཡག་ད་ལྟ་བར་དུ་བོད་མིའི་གཞིས་ཆགས་སློབ་གྲྭ་གྲྭ་ཚང་ག་རེ་བྱས་བཞག་པ་དེ་རང་བཙན་རྩོད་ན་རེད་དབུ་མ་རྣམས་རྩོད་ན་རེད་དེ་ཚང་མ་རྒྱ་ཧོར་མོ་ཅན་གྱི་དངོས་གནས་ཁོ་རང་ཡིད་ཤེས་གཉིས་ཀྱི་གཟིགས་པའི་ཐོག་ནས་ཁ་ལོ་བར་ད་རིག་པ་ལ་བོར་བས་ཆབ་སྲིད་ལ་བོར་བ་དེ་འདྲ་གཅིག་མཐོང་རྐྱང་བཞག་པར་བ་ང་རང་སུ་གྱི་ངོས་ནས་ད་རྒྱ་ཧོར་མོ་ཅན་གྱི་ཆབ་སྲིད་ཀྱི་ཅིག་སྐུ་དབང་བཞག་པའི་རྗེས་ལ། སྲིད་སྐྱོང། བློ་བཟང་སེང་གེ་ལ་ཡིན་ན་རེད་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཡིན་ན་རེད། ད་བྱས་བྱས་རྒྱ་མི་ལ་ཁ་བརྡའི་བྱས་ཡག་ཆེད་དུ་ག་རེ་བྱས་སོང་ག་རེ་བྱས་བཞག་ཡོད། ཅི་གོང་བྱས་ཡོད་ཅི་མར་པ་ང་ཚོས་སྲིད་སྐྱོང་བློ་བཟང་སེང་གེ་ཞི་བ་བྱས་བསམ་གི་ཡོད་ད་བྱས་མ་སོང་ཟི་ལབ་ཆ་ཀླད་ཀོར་ལ་སྦྱར་བཞག་པར་བ། ད་སྤེན་པ་ཚེ་རིང་ལ་ག་རེ་གནང་ཐུག་གོར་ག་རེ་གནང་གོར་ཕ་རྒྱ་མི་ལ་བལྟ་བྱས་ཡག་རྒྱ་མི་ལ་སྐད་ཤོར་དགོས་ཡག་གི། རེ་བ་སྐྱེ་མེད་དུག་གིས་བརྒྱབ་དགོས་ལས་ཀ་ག་རེ་བྱེད་ཐུག་ཡོད་རེད། ད་ང་ཚོས་འོས་ཞིག་བླུགས་པ་རེད་འོས་དེ་ལ་ད་རྙོག་དྲ་ལུང་པ་འང་བཟོས་བྱས་རྒྱ་མི་གིས་བེད་སྤྱོད་བཏང་ཡག་གི། གཞིས་བྱེས་ལ་ཆགས་འགྲོ་གི་འདུག་མ་འདུག་དེ་རྒྱ་མི་ལ་བརྡ་ལན་སྤྲད་ཡག་གི་འོས་ཅིག་ཆགས་ཀྱི་མི་འདུག་བ། བྱས་ཙང་གི་འདི་འདྲའི་གི་ནང་གི་ནང་ལ་སྲིད་བྱུས་བཏང་བསྡད་པ་དེ་ཧ་ཅང་གི་བློ་ཕམ་པོ། ཡིད་སྐྱོ་བའི་གནས་ཚུལ་ཞིག་རེད་བསམ་གྱི་ཡོད། ད་བལ་ཡུལ་ལ་ས་གཉིས་ལུགས་ཡོད་ན་རེད་གནའ་གཉིས་ལུགས་ཡོད་ན་རེད་རྒྱུ་མཚན་གང་ཡང་མ་རེད་བལ་ཡུལ་གྱི་མི་མང་ལ་བསམ་བློ་བཏང་ནས་མ་རེད། གཅིག་འོས་གི་དང་དམངས་གཙོ་དང་དེ་འདྲ་གང་ཡང་མ་རེད། མི་གང་ཟག་ཁ་ཤས་ཅིག་མ་ཡི་བས་ད་གང་ཟག་ཁ་ཤས་ཅིག་ཡག་སྒྲུབ་ཡག་གི་ཆེད་དུ་ནུས་ཤུགས་ག་འདྲས་ག་འདྲ་སྤྲད་ཡོད་པ་ཡིན་ན་རེད། མགོ་ག་འདྲས་བསྒུར་ཡོད་པ་ཡིན་ན་རེད། རེད་པ། ང་རང་ཚོ་གི། འོས་བསྡུ་གི་དམ་བཅའ་འདེམས་ཀྱི་འཕྲོ་བཞག་པ་དེ་ཕ་ཡུལ་གྱི་དབུ་མ་རུ་བ་དར་ནག་གཙོ་བའི་སྐད་ཞིབ་བཞི་བརྒྱ་ཕུད་དུ་བ། སྐབས་གོང་མའི་སྐབས་སུ། ཉིས་སྟོང་ཉི་ཤུ་རྩ་གཅིག་ཡོད་འོས་བོད་མི་མང་སྤྱི་འཐུས་འགྱུར་མེད་རྣམ་པ་ཚང་མ་ཡ་བོའི་གླུ་ཡལ་གྱི་ཐོབ་ཐང་དེ་འཕྲོག་པར་བ། དེ་དུས་དར་ནག་གི་སྐད་རྒྱ་མ་སོང་བ། ཆེད་དུ་ཁྲིམས་ཞིབ་ལྷན་ཁང་གིས་སྤྱི་བསྡུས་རྒྱུན་ལས་ལས་འོས་བློ་ཡག་གི་ཐོབ་ཐང་དེ་འཕྲོག་པར་བར། ད་ལྟའི་བལ་ཡུལ་གྱི་གནས་སྟངས་དང་གཅིག་པ་གཅིག་མཚུངས་རེད། དེ་དུས་དར་ནག་སྐད་རྒྱག་མིན་མི་འདུག་བ། ད་དུས་ཆེད་དུ་ཁྲིམས་ཞིབ་ལྷན་ཁང་གིས་ག་རེ་གནང་པ་དེར་འགྲིག་པར་བཤད་ཀྱི་ཡོད་རེད་བ། ད་ད་ལོ་འོས་བསྡུ་ལྷན་ཁང་གིས་ག་རེ་གནང་པ་དེ་ག་རྒྱ་འགྲིག་གི་ཡོད་མ་རེད། མ་འགྲིག་ཡ་ག་འདྲས་ཐུབ་རེད། རེད་བ། ད་ནས་ཤི། དེའི་སྐབས་སུ་ཡིན་ན། འདོད་ཡ་འདོད་དོད་སྤྱི་འཐུས་ཀྱི་ཡག་པོ་བྱས་མེད་པ་ཆ་ཤོས། ཆུ་ཆུ་སྤྱི་འཐུས་ཀྱི་ཡག་པོ་བྱས་མེད་པ་ཆ་ཤོས་དབུས་གཙང་དང་ཨ་མདོ་གི་རྒྱུན་ལས་རྣམ་པ་དག་ཡག་པོ་བྱས་ཡོད་རེད་ད། བྱས་ཡོད་ཀྱི་རེད་བ། དེ་ཚོ་ག་ཅིག་ནི་སྐད་རྒྱག་ཡ་མ་རེད། ད་ལྟ་ཁོང་ཚོས་ཤེས་ཀྱི་ཡོད་རེད་བལ་ཡུལ་ལ་མི་ཚང་མ་གི་ནག་ཉེས་བཟོས་ཡོད་མ་རེད། ནག་ཉེས་བཟོས་མཁན་དེ་ཚོ་ལ་ནི་ཉེས་པ་བཏང་དགོས་རེད་མ་གཏོགས་ཚང་མ་ལ་ག་ཅིག་ནི་ཉེས་པ་བཏང་གི་ཡོད་རེད་ཤེས་ཀྱི་ཡོད་རེད་བ། སྔོན་མ་སྐབས་ཉིས་བརྩེགས་གཅིག་པའི་སྐབས་སུ་སྐྱིད་སྡུའི་རྒྱུན་ལས་ལ་བོད་ཀླུ་ཧེ་གི་ཐོབ་ཐང་འཕྲོག་འགྲོ་བའི་སྐབས་སུ་གར་ཆེན་དར་ནག་སྐད་རྒྱག་ཡ་མ་རེད། དེ་དུས་དམངས་གཙོ་ག་བ་ལས་ཉལ་བསྡད་ཡབ་རེད། དེ་དུས་དམངས་གཙོ་མ་རེད་བས། དེ་སྐབས་སུ་གར་ཆེན་སྐད་རྒྱག་ཡ་མ་རེད། གང་ཞིན་དེ་སྐབས་སུ་མི་རྐང་གསུམ་བཞི་ལྔ་དྲུག་ཅིག་གི་བོད་ཀླུ་ནི་འོག་མ་དེ་གོང་མ་འགྲོ་ཡ་དང་གོང་མ་དེ་འོག་མ་ཀླུ་ཧེ་གི་གནས་སྟངས་ལྷག་མེད་པ་ཡིན་ཙང་དར་ནག་ཁ་བཙུམ་བསྡད་པར་བ། ད་ད་ལོ་གོང་བུ་དོན་གྲུབ་མ་སྤི་ཡ་དང། རྙིང་མ་སྤྱི་འཐུས་ཨང་ཀི་གཉིས་པ་དེ་མ་སྤི་བྱེད་གསུམ་པ་དེ་ཡག་ཞྭ་ཡག་གི་ཆེད་དུ་ཆབ་སྲིད་བརྩད་པར། བློ་ཕམ་པོ་རེད་དངོས་གནས་ང་ཚོ་དགྲ་བོ་རྒྱ་མི་ལ་མ་ལྟ་བྱས་ག་རེ་བྱེད་ཐུབ་ཀི་འདུག་དེ་བསམ་བློ་མ་བཏང་བ་བྱས་ཅང་ནང་ལོག་གི་ནང་ལོག་ཆོལ་ཁ་བྱེ་བྲག་པ་ཅིག་ལ་ཕམ་ཉེས་ག་འདྲ་བཏང་དགོས་ཀི་འདུག་ལྟ་བ་ལངས་ཕྱོགས་བྱེ་བྲག་པ་ཅིག་ལ་ཕམ་ཉེས་ག་འདྲ་བཏང་དགོས་ཀི་འདུག།

ཧེ་ན་ད་ཁ་ཤས་ཅིག་གིས་སྡུག་སྐད་རྒྱབ་ཕྱིར་སྒྲ་མི་འདྲ་བཤད་པའི་ཐོག་ལ་ད་འོས་བླུགས་ཡོད་རེད། འོ་ན་འོས་བསྡུ་ལྷན་ཁང་རང་དབང་ལྡན་པའི་ཚོགས་ཆུང་མ་རེད་བས། རང་དབང་ལྡན་པའི་ཚོགས་ཆུང་ལ་ཁོ་ནུས་འབྲུ་བཟོས་ཀྱི་འདུག་ཡོ་བསྲང་བྱས་དགོས་ཀྱི་འདུག་སྐྱོན་འདི་འདྲ་ཅིག་འདུག་དེ་བཤད་ཆོག་གུ་རུ་བ། ནས་འདི་གི་ཐོག་ལ་ཐག་གཅོད་ག་རེ་བྱེད་མ་བྱེད།

ཀུན་འདུས་དགུང་ལོ་ཆེན་པོ་རེད་ང་ཚོས་རྙོག་དྲ་བཟོས་བསྡད་ན་ཅིག་ཤེས་བསྡད་ཡ་ཡོད་རེད་བསྡད་ནས་ད་ཡ་བྱེད་མ་བྱེད་མཐའ་མ་དེ་ཀུན་འདུས་བརྙན་ལ་ཡ་འགྲོ་ཡ་གྱི་གནས་སྟངས་ཅིག་ཆགས་པ་ཡིན་ན། དྲང་པོ་དྲང་ཤ་བདེན་པ་བདེན་ཤ་ཕྱོགས་གཉིས་ཀ་གི་སྐད་ཆ་ཡ་འགྲོ་བྱས་ཀུན་འདུས་ཀྱི་དངོས་གནས་ཚང་མ་སེམས་པའི་ཐོག་ནས་ཨོ་འདི་འདྲས་ཀྱི་རེད་ཤག་བསམ་ན་དགོངས་ན་འགྲིག་གི་ཡོད་རེད་དེ་འདི་ནི་ང་ཚོ་ཡོད་མ་རེད། ཕྱོགས་གཅིག་གི་གནས་ཚུལ་དྲུག་རེ་ནི་རྙོག་དྲ་གཅིག་རེ་བྱ་གཉིས་རེ་བྱ་གསུམ་རེ་བྱས་ན་ནི་ད་ཀུན་ཏུ་དགོངས་གླུ་ད་ལོ་དགུ་བཅུ་གི་ད་གོ་དོན། ཆོལ་ཁ་གསུམ་ནི་ཆོས་བརྒྱུད་བཞི་གཡུང་དྲུང་བོན་དང་བཅས་པ། དག་སྣ་བཞི་ཧི་མ་ལའི་རི་བརྒྱུད་ད་ལྟ་འཛམ་གླིང་ཕྱོགས་ས་ཁ་གང་བ་གི་ཁ་སང་གི་བརྟན་བཞུགས་བསྐྱངས་བྱས་བཀྲ་ཤིས་པའི་ལོ་བྱམས་བརྩེ་གི་ལོ་དེ་ལ་ང་ཚོས་རྙོག་དྲ་བཟོས་ན། ཆོས་ཡོད་མ་རེད་ཤེས་རྒྱུ་ཡོད་མ་རེད་བཞག་ཞོག་ག་རེ་བྱས་ན་བྱས་ཁྱོད་ལབ་དེ་ངས་དེ་འདྲས་མང་པོ་འདུག་ད་ང་ཚོའི་སྒང་ལ་འཁྲབ་རྒྱུ་མེད་ན་མ་གཏོགས་འཁྲབ་ཚར་རེད་ང་ཚོའི་མིག་གི་བྱེད་རྒྱོགས་ཚང་མ་ཡང་ནག་བསུབ་མང་པོ་བཏང་ཚར་རེད་བྱེད་ངན་མང་པོ་ཡོད་རེད་དཀའ་ལས་སྐྱབས་ངན་མང་པོ་ཡོད་རེད་དེ་མཐའ་མ་དེ་ཡ་གཅིག་གཡོར་བ་ཕུང་གུ་ཡིན་ན་རེད་གཅིག་ཕ་རྒྱུད་ཡིན་ན་རེད་འོ་མ་ཞོས་དེ་ཆ་ཚང་ཞོས་བྱས་ཤན་པ་ལ་བཙོང་ཤ་ཕུང་གུ་ཡིན་ན་ད་ཁུར་རེ་ཁུར་ཁུར་ཁུར་བྱས་ནས་མཐའ་མ་ཁུར་མ་ཐོས་དུས་ཚོད་དེའི་སྐབས་སུ་བདག་མེད་གཡུག་ཤ་ད་དེ་ནང་བཞིན་མང་པོ་ཆགས་ཚར་རེད་ང་རང་སོ་མི། ད་འདི་ལས་སྡུག་ག་ཅིག་ཡོང་ཡ་ཁྱད་ཡོད་མ་རེད་མ་ཤེས་ན་དགག་རེད་བཞག་ཞོར་ལ་ངས་དེ་འདྲས་བྱུང་སོང་ཤེས་ངེས་འདུག་དངོས་གནས་བློ་ཕམ་པོ་འགྲོ་པོ་ཅིག་རེད་བསམ་སོང་ངས་དེ་འདྲས་ཀྱི་ཕྱག་ལས་གནང་སྟངས་འདི་ད་ཏག་ཏག་ཅིག་རྩ་ནས་མ་རེད་དངོས་གནས་ད་ད་ལྟ་སང་ཉིན་འོས་བླུག་ཡོད་ར་ད་ག་འདྲས་བླུག་འདུག་ག་རེ་བྱེད་ཀྱི་འདུག་རྒྱབ་ལྗོངས་ཁར་དུ་ང་ཚོ་ག་ལེར་བལྟས་བསྡད་དང་ཤེས་ཀྱི་རེད།